ཆོས་གྲོགས་ལྷན་རྒྱས་ཚང་མ་ལ་འཕེལ་དོགས་བདེ་ལེགས་ཞུས་ཏེ་དེ་ནས་དེ་རིང་ངས་འཕེལ་དོགས་ཀྱི་སློབ་ཚན་ཁག་ཅིག་ཞུ་བ་ཡོད། སྟོད་ལ་ཆོས་བརྒྱུད་ཀྱི་ཤོག་ལོ་ཀ་དགུ་བཅུ་གོ་བཞི་པ་དང་དགུ་བཅུ་གོ་ལྔ་པ་གཉིས་ཀ་ཞུས་པ་ཡིན། ན་དང་པོ་དེ་ནི་དགུ་བཅུ་གོ་བཞི་པ་ཆགས་པས་ཁོ་རང་ང་གཟིགས་ས་དེ་དང། དེ་རིང་ཁོ་ན་མི་ཆེ་ཞིག་བདེ་བར་འདུག་པ་རིགས་མ་ཡིན་བདག་ནི་མེད་པར་གྱུར་བའི་དུས་འདི་ནི་གདོན་མི་ཟ་བར་གྱུར་ཟེར་དེ་ནི། བདེན་པའི་རང་དེ་ནི་སེམས་ན་འཇིགས་བྱ་ཅན་ཅེས་གསུངས་འདུག་ག་ལ། ཡིད་དོན་བདག་པོ་ཅི་ཞིག་དེ་ནོ་ཞུ་བ་གཉེན་པོ་དེ་ནི་ང་དང་ངའི་གཉེན་པོ་ལ་འབད་དགོས་ས་ནོ་ཟེར་རེ་ད་སྡིག་པ་འདག་བཅུག་དགོས་ས་ནོ་སྡིག་པ་སྦྱང་དགོས་ས་ནོ་ཟེར་རེ་དེ་ནི་གཉེན་པོ་ཀུན་ཏུ་སྤྱོད་པའི་སྟོབས་ཕུགས་སོང་ཟེར་ད་ནོ་ཀ། ཀ་གཟུགས་ནོ་ཞུ་བ་གཉེན་པོ་ད་རེས་ང་དང་ང་དང་ཅི་ཞིག་སྐྱ་ཞུ་བ་གཉེན་པོ་དེ་ནི་སངས་རྒྱས་ཟེར་མཁན་པོ་དམན་པའི་ནང་ནས་དམན་པ་དྲག་ཤོག་པོ་དེ་ནི་སང་གི་བཅོམ་ལྡན་འདས་ནོ་ཨམ་ཅིའི་ནཱ་ནས་ཨམ་ཅིའི་དྲག་ཤོག་པ་ཡིན་ནོ་སྨན་པ་ཐམས་ཅད་མཁྱེན་པ་ཡིན་ནོ། གཟུར་མོ་ཚང་མ་ཤེས་ཟེར་ནོ། དོ་གསུངས་པ་བརྟེན་སང་གི་བཅོམ་ལྡན་འདས་གཟུར་མོ་ཚང་མ་དེ་ནི་མི་རྒན་ལྕོག་ནོ་ཟེར་ཟུག་རྔུ་ཐམས་ཅད་སྦྱིན་པ་ཡིས་ཟེར་དུ་ཨ་ལ། དེ་ནས་ནད་རིགས་བཞི་བརྒྱ་རྩ་བཞི་མཚོན་པའི་དེ་ནི་ང་དང། དང་རྩྭ་ཉོན་དྲུག་དང་ཉོན་ཉུང་མོད་པའི་ནད་ཚང་མ་དེ་ནི་ཁོ་རོའི་ནང་ལ་སྡུག་བསྔལ་མ་ནི་མྱོང་མོ་གོ་ཞེས་བཅོས་སུ་བཏང་ནོ་ཟེར་ཨ་ལ།

ཁྲི་དེ་ནི་སྟོང་ཕྲག་ཉི་ཤུ་ཡོད་བ་དེ་ནི་ང་དང་ཉལ་བ་ཟེར་གི་མོད་ཀྱང་དེ་རུ་འབུད་བྱས་ནོ་ཟེར་ནས་དེ་ནས་དེ་རུ་འབུད་ད་མ་ཟེར་དེ་ནི་ཅི་གི་ཟེར་ན་དེ་ནི་འབུད་དེ་དེ་ནི་ཡུན་རིང་པོའི་བར་དུ་ལུས་ཟེར་ནོ་ཏོ་ལ་ད་མ་གཟབ་གཟབ་བྱོས་གོ་ཟེར་གི་མོད་ཞུས་ད་ཡིན་ན་ཡིན་ནོ་ཟེར་ནོ་པ་ད་ཏོ་ཡིན་ན་ཡིན་ནོ་དེ་ཡིན་ན་ད་ང་དེ་རིང་ཤི་ཡི་མ་ནོ་ཟེར་ན་ད་དེ་རིང་གི་སློབ་ཆེན་པོ་ཞུས་ཏེ་ནོ་ང་ལ་དེ་རིང་ཤི་ཡི་མ་ནོ་ཟེར་ན་འདི་ནི་ཆགས་པའི་གཟིགས་སམ། འདི་རིང་ཁོ་ན་མི་ཕྱེད་ཅིག་བདེ་བར་འདུག་པ་རིགས་མ་ཡིན། སྡིག་པ་དང་སྦྱང་དགོས་ས་ནོ། དེ་ནས་སྡིག་པ་བདག་བཅུག་དགོས་ས་ནོ། ཆོས་བཤད་རྫོགས་དགོས་ས་ནོ། ཡིན་ན་ང་འདི་རིང་ཤི་ཡ་མིན་ནོ། ཐོ་ར་ནག་ཞིག་བཅོས་ན་འགྲིག་ཡིག་ཟེར་ནས་དེ་ནས་འདུག་པ་ཡིན་ན། ཐོ་མ་ནི་སྡིག་ཆ་ཞིག་མ་གནང་འོག་ཟེར་རེ་དེ་ནས་འདི་རིང་ཁོ་ན་ཟེར་ན། འདི་རིང་གཅིག་པོ་འོ་ཞུས་དེ་ནས་བ་ལ། མི་ཕྱིས་ཟེར་འདི་རིང་ང་ཤི་ཡ་མིན་ནོ། འདི་རིང་གཅིག་པོ་དང་ང་ཤི་ཡ་མ་གནང་བསམ་ཟེར་དེ་ནས།

དེ་ནི་ང་དང་སྡིག་པ་བྱུག་ག་ནས་དེ་ནི་ལ་པོ་ནི་ཏན་ཏན་འབྲས་བུ་མྱོང་བྱ་ཡིན་ནོ་ཟེར་རེ་དེ་ནི་གདོན་མི་ཟ་བར་འགྱུར་རོ་ཟེར་རེ་དེ་ནི་ཏན་ཏན་གདོན་མི་ཟ་བ་ཟེར་སྙམ་པོ་དེ་ནི་ཡིན་གྱི་མིན་གྱི་དེ་ནི་འབྲས་བུ་ནི་མིན་ན་ནོ་ཟེར་སྐམ་པོ་སོང་བ་ཟེར་ཏེ་ནོ་ཡ་ལེ། ད་དེ་ནི་ཤོ་ལོ་ཀ་དགུ་བཅུ་གོ་ལྔ་པ་གཟིགས་པ་ཡིན་ན། བདག་ལ་མི་འཇིགས་སུ་ཡིད་ཀྱིས་དེ་ལས་ཇི་ལྟར་ངའི་མཐར་འགྱུར། གདོན་མི་ཟ་བ་མེད་གྱུར་ན་ཇི་ལྟར་བདག་ཡིད་བདེ་བར་འདུག་ཞུ་བ་ཟེར་ཏེ་འདུག་ག་ལ།

དེ་ལས་ཇི་ལྟར་ངེས་པར་ཐར་ཟེར་ན་སྡིག་པ་ངན་པས་བཅོས་པ་ཡིན་པས་ནི་ལས་ངན་པས་བསགས་པ་ཡིན་པས་ནི་དེ་ལས་ངན་པ་ནི་དེ་ནི་ག་ཟུག་ཐར་རེ་དོ་དེ་ནི་ཐར་ར་མ་ག་སྤེན་ནོ། ཇི་ཞིག་པ་ཡིན་ན་ཧ་ལ་ལས་ངན་པ་བསགས་དེ་ནི་ལས་ངན་པ་བསགས་པ་ཞིག་ལ་དེ་ནི་ལས་ངན་པའི་འབྲས་བུ་མ་མྱོང་པ་ཡིན་ནི་དེ་ནི་ཐ་ཚད་མེད་ཀྱི། འདི་ནི་ང་དང་གདོན་མི་ཟ་བ་མེད་གྱུར་ན་གཞོན་སྙམ་པོ།